གཏམ་སྐད་བརྡ་སྐད་ཡིག་ཚོམ་ལ་གཞུག་པའི་རྣམ་པ་ལྷན་རྒྱས་ལས་མཚམས་རེ་ཞུ་བ་དང་སྦྲགས། གང་ལ་དཔའ་རིས་ཁ་ཉེ་ཅིག་ཕུལ་བཞིན་ཡོད། དེང་གི་ནང་ལོགས་ནི། ཁྲབ་མོ་དང་འབྲེལ་བའི་སྐོར་ལ། དྲི་བ་ཁ་ཤས་ཅིག་འདུག། དེ་ཚོ་དེ་ད་ལྟ་བར་རྗེས་ཡོང་ས་མ་རེད། ང་ཁྲབ་མོ་གི་སྐོར་ལ་ཟིན་བྲིས་ཅིག་ཡོད་པ་དེ་ལྟ་ཤེས། ནང་ལ་སླེབས་སོང་ནས་བཤད་རྒྱུ་བྱས། དེ་གའི་རྗེས་ལས་ད་སྔོན་རྩིས་ཀྱི་སོང་ནས་དེ་འདྲ་ཁ་ཤས་ཀྱིས་བཏང་གི་ཡོད། དེ་དང་འབྲེལ་ནས་དྲི་བ་ཁ་ཤས་བྱེད་འདོད་ཅིག་ཞུ་དགོས་བསམ་སོང། པར་རིས་གཞུང་མ་དེ་ལས་སྐྱེས་གཟེགས་འདུག་ད་དེ་ག་རེ་འདྲ་བ་ཅིག་ཡིན་ས་རེད།

དང་ནི་ད་ལྟ་ཞུ་རྒྱུ་གཙོ་བོ་དེ་གང་ཡིན་ཟེར་ན། ཨ་མི་རི་ཀ་རྒྱ་ཁྱབ་འདི་ལས་བུ་ལོན་ཆེན་པོ་ཤོད་ཀྱི་ཡོད་རེད་ཟེར་ནས་བཤད་དེ་དེར་བ་སྲིད་འཛིན་རིམ་པར་ལངས་ནས་འོས་བསྡུ་བྱེད་པའི་སྐབས་སུ་ཨ་ནི་བུ་ལོན་དེ་མང་མེད་བཟོ་གི་ཡོད་བུ་ལོན་དེ་ཉུང་རུ་བཏང་གི་ཡིན་ཟེར་བུ་ལོན་དེ་ཕ་བསད་གི་ཡིན་ཟེར། དེ་ཤེས་ནས་སྲིན་དེ་ལངས་ཚར་བའི་རྗེས་སུ་ནི་བུ་ལོན་དེ་ཇེ་ཕམ་པར་གྱིས་ཡང་འཕར་ནས་མང་འགྲོ་གི་རོ། བུ་ལོན་དེ་ག་འདྲ་རེད་ཟེར་ནས་དྲི་བ་བཏང་བསྡད་ཀྱི་འདུག་སྔོན་མ་ང་གི་དེའི་ཐོག་ལ་དོགས་པ་ཅིག་ཟ་ནས་ཨ་རི་ལས་ད་ཆ་རྒྱུ་ཡོད་ཟེར་མཁན་ང་ཚོ་བོད་པ་རྒན་རབས་ཁ་ཤས་ལས་བཀའ་འདི་ཤོད་མྱོང། ཨ་ནི་ཁོ་བོ་རྣམས་པའི་འདྲེ་ཁྱེད་ཀྱི་སྐྱབས་སུ་དེ་རྟག་རྟག་དེ་མེད་པའི་བཟོ་འདྲ་རེད། དེ་ཡིན་དུས་ད་ལྟ་ང་རང་གིས་ཀྱང་དེ་སྐྱབས་དེ་བསྐྱེད་ཤེས་པ་ཡིན་ན་ཡག་པོ་མེད་འདྲ་བ་བསམས་སོ། སྔོན་མ་ཁྱེད་ལ་ཨ་མི་རི་ཀས་རྒྱ་ནག་ལ་བུ་ལོན་ཆེན་པོ་ཞུ་གི་ཡོད་རེད་ཟེར་ནས།

མི་ཆེན་པོ། གནས་ཡས་གནས་ཚུལ་དང་འདི་འདྲའི་དབྱེ་ཞིབ་བྱེད་ངེས་དེ་འདྲ་རེད། ཡིན་ན་ཡང་ཁོང་གི་སྐབས་དེ་དུས་ག་རེ་སོང་ཟེར་ན། རྒྱ་ནག་གི་སྐྱག་ལག་མང་པོ་ཞོལ་གྱི་ཨ་རི་ལ་བཙོང་གི་ཡོད་རེད་བ། ཨ་རི་ལ་བཙོང་དུས་དེ་གི་རིང་པ་གི་དཔེ་ཤར་དེ་ལམ་སང་རྒྱ་ནག་ལ་ཕ་མ་ལས་བ་བྱས་ནས་ནི་ཨ་རི་ནང་ལོགས་ལ

ཡིད་ཆེས་འདྲ་བོ་བྱེད་ཉིན་ནི། འོ་དེ་འདྲའི་དང་ཡོང་སྲིད་པ་འདྲ་བོ་བྱེད་རོགས། ང་ཚོ་མི་དང་མི། མི་སྒེར་པ་དེ་འདྲ་ཡིན་ན་ཡང། ཡིད་ཆེས་ས་དེ་འདྲའི་ལ། ཨ་ཀྱཱ་ལ་བཙོང་རྒྱུ་དེ་འདྲ་བ་ཡིན་ན་ཁོས་བཙོང་ནས་དཔེ་ཆ་དེ་ཚོ་མ་སྤྲོད་ཡ་བྱས་ནས། ཨ་ཉར་དེ་འགས་དེ་འདྲ་ཡོང་གི་ཡོད་རོགས། ཨ་ནི་ཀྱཱ་ལ་བདག་པོ་དེར་གང་འདྲ་བུ་ལོན་ཆགས་ཀྱི་ཡོད་རོགས།

ཁྱེད་རང་གི་ཡ། བརྒྱ་བརྒྱ་ཡོད་ན་སྟོང་བརྒྱ་ཡོད་ན། ད་ས་ཡ་བྱེ་བ་སྟོང་ཤོར། ཐེར་འབུམ། ག་ཚད་བརྒྱ་ཡོད་ཡིན་ན། ཨོ་དེ་ལས་ད་འདི་འདྲ་བ་རྐྱང་རྐྱང་མ་སྤྲད་ཡོང་འདུག་ཨ། ད་དེ་ཉར་འདི་ན་སོ་སོ་གི།

ཨ་ཏི་ཅི་གི་ཡོང་ཡིན་ཙང་ད་འཛམ་བུ་གླིང་གི་རྒྱ་ཁབ་ཕར་ཆེ་བ་ཅིག་གི་ཨ་རིག་གི་ནང་ལོག་ལ་བོམ་བསད་དེ་ཡག་བསད་གི་རེད་གི་ཉོག་བསད་གི་རེད་དེ་ཇི་གི་འདུག་ཨ་རྒྱ་འགེལ་གི་ནང་ལོག་ནས་མང་ཤོས་དེ་འཇ་པན་རེད་ཤག་གཞོང་གི་ད་གཞོང་ད་གཞོང་ཤེས་ཡོང་རོག་ཨ་འཇ་པན་གི་འཕྲིན་ལན་ཅིག་ལྷག་ཙི་ཅིག་འདུག་ཨ། དེ་གི་འོག་ལས་དབྱིན་ཇི་ཡིན་ན། དབྱིན་ཇི་དང་རྒྱ་མི་གཉིས་འདྲ་བོ་འདྲ་བོར་ཤིག་བདེ་ལེགས་འགྲིམ་རྒྱག་ཚར་འདུག་ད་དེ་ནས་མ་རྒྱ་གར་ག་འདུག་རྒྱ་ནག་གར་སེ་གོར་ད་རྒྱ་གར་ཕར་ཆེ་བ་གི་འདུག་ཨ་རིག་གི Bond དེ་ཉོ་བསྡད་མཁན་ད་ཁོ་ཚོ་གི་ལོ་བཅོས་ཡིན་ན་ཉེས་ཤེས་ཡིན་ན་ད་ཁོ་དེ་ཚོའི་ཐུགས་རང་ནས་རྒྱག་ནས

ཡོངས་ཀྱི་བེད་སྤྱོད་བཏང་བཞག་དུས་ད་ཡུ་མ་ཕག་ལོག་འགུར་བ་སྐྱེ་ག་དང་བཅས་པ་འོ་དེ་བུ་ལོན་བསད་དེ་དེ་རེད་ཤག་ད་དེ་ཕྱོགས་ཡིན་པ་དེ་ནི་ཤེས་བ་ཡིན་ན་ང་ཚོ་དངུལ་ཁང་གི་རྗེས་འབྲང་ལ་གཅིག་པ་རེད་ཤག་ང་ཚོ་དངུལ་ཁང་ལ་བེད་སྐྱ་ཡག་ཡག་ད་དངུལ་ཁང་གི་དེ་རྗེས་མི་དག་ལ་ཕག་གཡར་ནས་བེད་སྤྱོད་བཏང་གི་ཡོད་རེད་བ་ཡིན་ན་ཡང་དངུལ་ཁང་གི་ང་ཚོ་ལ་མ

རྒྱ་གར་འདི་ལ་ཁྲེལ་གྱི་ཡོང་འབབ་ཅི་ཡོད་རོགས་ཨ། དེ་གཉིས་སྤར་རོགས་ལ་བརྒྱ་ཆ་བསྐོར་འདུག་ཨ། བརྒྱ་ཆ་བསྐོར་ནས་བཤད་ཡོང་དུས། ཨ་ནི་ད་ལྟ་གི་རྒྱ་གར་གྱི་བུ་ལང་བསྒྲལ་དུ་མང་ཤོས་དེ་འཇའ་པན་རེད་ལབ་འདུག་འཇའ་པན་ཨ་རི་དེ་གསུམ་པ་ཙམ་སླེབས་འདུག། རྒྱ་པན་ཡང་ཀོ་རྒྱ་སྐད་ཀྱི་ངོས་ནས་བཤད་པ་ཡིན་ན་ཀོ་དེ་འདྲའི་གི་སྒྲའི་དྲི་གི་བུ་ལོན་ཆེན་པོ་ཡིན་དེ་བ། ཡང་ཨ་རིག་གི་བུ་ལོན་ཆེན་པོ་ཡོད་རེད་ཟེར་དེ་གི་བུ་ལོན་ཐུག་ས་མང་ཆེ་བ་དེ་རྒྱ་པན་ཡིན་དེ་བ། རྒྱ་པན་ཀོ་རོག་གི་གཞུང་ལ་ཡང་བུ་ལོན་ནོ་ཡོད་དེ་བ། ཨོ་དོ་ས་ཅེ་རེད་ཤག། ད་དེ་རྒྱ་སྐད་སྤམ་རྒྱུ་གནས་སྟངས་ཏག་ཏག་མེད་བ། ལོ་གཅིག་གི་ཡོང་འབབ་ཅིག་ཡོད་རེད་བ། བོད་ཀྱི་བུ་ལོན་སེལ་བའི་དབང་བཏང་བས་ན་སེལ་མ་ཐོབ་ཡང་མཚམས་ལོས་པ་ཡིན་ན་ད་དཀའ་ངལ་མང་པོ་འཕྲད་གི་རེད། ད་ཨ་རི་ལས་དེ་ཉེན་ཁ་དེ་ཡོང་གི་རེད་ཟེར་སྔོན་མ་ནས་ད་འོས་བསྡུ་ཁྱབ་བསྒྲགས་སྐབས་སུ་ད་དེ་ཁྱེད་ཀྱི་གཙོ་བོ་འདྲ་དེ་ཆགས་དེ་ཡོད་རེད། སྲིད་འཛིན་ལས་རོགས་ཚོ་ཡིན་ན་དེ་གི་བུ་ལོན་དེ་ཡར་སྤར་ཡོང་དུས་ཨ་ནི་གཞན་པ་དེ་ཁ་གཏད་བཅག་དེ་ད་ལྐོག་ཏུ་ནང་ནང་ཚེ་ཞི་རུ་གྱུར་རེད་ཨ་ནི་རྒྱུ་མ་དཀའ་ངལ་འཕྲད་གི་རེད་ང་ཡར་ལོས་པ་ཡིན་ན་ང་ངའི་བུ་ལོན་གྱི་ཚད་ཀྱི་དེ་མ་དམར་དང་མ་ཡར་བཟོ་གི་ཡིན་ཟེར་ནས། དེ་རྐྱང་རྐྱང་བཤད་བསྡད་པ་རེད་ཡིན་ན་ཡང་ད་སོ་སོ་ཡར་ལས་ཡོང་དུས་ཡང་སྐོར་དེ་འཐོར་འཐོར་འཐོར་འགྲོ་ནི་མ་དམའ་རེ་འགྲོ་ཡང་དེ་སེམས་ཐག་ཡིན་ས་རེད། ད་འཐོར་སོང་བ་ཡིན་ན་དཀའ་ངལ་གྱི་དཔེ་མཚོན་ཆེ་ཤོས་གཅིག་ད་ལྟ Greeks རེད་ལབ་འགྲོ། ཡོ་རོབ་ཀྱི་རྒྱལ་ཁབ Greeks ཟེར་བ། ད་དེ་ལོ་ལྔ་བཅུ་ག་ཚད་སྔུན་ཡིན་ན

དཔེ་རྒྱག་དེ་ཤོག་ཆེན་པོ་ཆགས་ནས་འདོད་རེད་ཟེར། ད་ཡིན་ན་ཡང་དེ་གི Bond དེ་ཕར་འཐེན་རོགས་དེ་ཕར་སློག་དགོས་རོགས་ཅེས་ཀ་རེ་བྱས་པ། དེ་སློག་ཡག་གི་དཔེ་ཤར་དེ་མེ་འོད་ཀི་གནས་སྟངས་ཀི་ཆགས་ཡིན་ན། དེ་རྦད་དེ་ད་མི་ནས་ཀི་བུ་རང་ཟེར་ཡ་དེ་ནང་འཐེན་ནས་ང་ཚོ་མི་སྒེར་ཡིན་ན་བོན་སྲིད་མ་ཐོག་ནས་ད་གཅིག་གྱུར་གཉིས་གྱུར་ཟེར་གི་ཡོད་པ་དེ་ཆགས་གི་སོང་ད་སྲིད་ཐུག་ཡོད་པ་ཡིན་ན་སྲིད་ཐུག་ནུས་པ་ཡོད་པ་དེ་ཧ་གོ་ཡོང་དུས་མི་གཞན་པ་གི་སྦོམ་དེ་མང་པོ་བཞག་ཡོད་ཟེར་བ་དེ་གཅིག་རེད་ཤག་ད་ལབ་སྟངས་གཅིག་ངས་ག་ཚོད་བདེན་པ་ཡིན་མིན་མི་ཤེས།

ཆུ་བ་བཟོས་བ་ཡིན་ན་ནི་ཨ་རི་ནང་གཉའ་ཁེལ་དེ་ཚོ་གིས་ཐག་རང་ཉོག་ནས་བོད་ནང་ཨ་ལན་མོ་སི་དེ་ཚོ་ཡིན་ན་ད་བི་ལན་སུམ་བརྒྱ་བརྒྱད་བརྒྱ་སྐད་ཆ་བཤད་གི་ཡོད་རོ། ཨ་བི་ལན་སུམ་བརྒྱ་བརྒྱད་བརྒྱ་ཉོག་ཨ་སྐྱིད་པ་དེ་ག་བཏང་ནས་ཉལ་བསྡད་ན་འགྲིག་ག་རོ། འོ་དེ་འདྲས་བྱས་ནས་ཨ་ནི་སོ་སོ་ལ་ཅིག་གར་སེ་གུ་ར་བརྗིད་ལོབ་འདྲ་བོ།

ཁོག་གི་བང་མཛོད་ཀྱི་དཔེ་ཤ་དེ་ཁེམ་སང་ས་ཡག་གི་ཐོག་ལ་འགྲོ་གི་ཡོད་ས་མ་རེད་བ། ཨེ་གཞུང་གི་སྤྱི་ཚོགས་བདེ་ཐེབས་འདྲ་བ་དང་ད་ཅི་གཞུང་གི་དཔེ་ན་ལས་བྱེད་དང་དེ་ཚོ་ཕོག་སྤྲད་དགོས་ཡ་བྱས་ཡོད་རེད་བ། དེ་ཚོ་དང་བཅས་པ་བཅས་ནས་ཕོ་རོག་ཁ་ཐོར་ཁ་ཐོར་ལ་རྒྱུན་ལྡན་གྱི་འགྲོ་སོང་བཏང་ཡ་བྱས་ཡོད་རེད་བ། དཔེར་ན་ཨ་རིའི་གི USA འདྲེ་གི་ནང་ལོགས་ལ་ལོ་རེ་རེ་ལ་སྡེ་ལས་ལྔ་བཅུ་དྲུག་ཅུ་འགྲོ་གི་འདུག་ཟེར་དེ་ཚོ་ད་དེ་གི་བཟོ་འདྲ་བ་ཁྱེར་འགྲོ་ཡོད་དགོས་ཟེར་བ་བཏང་ཡོད་དགོས་ཟེར་བ་དེ་ཁྱེད་དེ་བོད་འབྲུག་གི་དཔེ་ཤར་དེ་ཚོང་རྒྱག་ནས་ཡང་བསྐྱར་ཁེ་བཟང་བའི་གེགས་མེད་ཡིན་ཟེར་རེད།

སོགས་ནི་དེ་དཔེ་ཆ་འདི་སྔོན་ཅན་གྱི་རིགས་སོགས་ལ་ཅིག་ཆར་རེ་ཟེར་བ། ད་ལྟའི་དཔྱད་དོན་དེ་ནི་ལོག་སྤྱོད་ཀྱི་ཁྲིད་ཡིག་གི་ཡོང་འབབ་ཅིག་ཡོད་རེ་བ། འོ་དེས་ད་ནི་ལོ་རེ་ལོ་རེ་བོར་འདིར་ཕར་ལོག་དགོས་དེ་ཉིན་དེ་ག་མ་ཚང་བ་ཆགས་ཡིན་ན།

ད་ལྟ་ནི་བོད་མི་ཚོས་དེ་བརྟན་པོ་ཞུ་རྒྱུ་བརྩི་གི་འདུག་བ་གོ་དེ་རྒྱ་གར་ཡོང་གི་ཡིན་ཙང། ཨོ་དེ་གི་ད་ཁ་ཐོར་ཁ་ཐོར་དེ་ཞུ་གི་མེད་ཡ་ཡིན་ན་དེ་ག་མང་པོ་ཅིག་བཞག་ཡོང་དུས་དེ་ཡོང་གི་དེ་དངུལ་ཁང་ནང་གི་ཁེ་བཟང་ཟ་འདུག་ཨ་ལོ་རྒྱལ་ཡོད་དེ་རྩིས་མ་བྱས་པ་བརྒྱུད་ནས་སྤྱི་ཚོགས་འབྲེལ་གྲབས་དེ་དེ་འདྲའི་གི་ཐོག་ལ་སྤེལ་ག་དེ་བེད་སྤྱོད་བཏང་ཡོད་ཀྱི་ཡོད་རེད་ཟེར་གི་འདུག་བ།